འདུལ་བ་རང་གི་ཚིག་ཟིན་གྱི་དཔྱད་པར་བལྟས་པ་ཡིན་ན། རབ་ཏུ་བྱུང་བ་ལ་ཡུལ་གྱི་དཔྱ་ཁྲལ་ཕོག་གི་ཡོད་མ་རེད། ང་ཚོ་བཙན་བྱོལ་སྤྱི་ཚོགས་ཀྱི་ནང་རབ་བྱུང་བྱིན་འབབ་དབྱེར་མེད་ཀྱིས་བོད་མི་ཡོངས་སུ་ཐོབ་པ་ལ་དཔྱ་ཁྲལ་བསྡུ་ལེན་བྱེད་ཀྱི་ཡོད་རེད།

དངུལ་བདག་ངན་བྱེད་ཀྱི་མ་རེད། དངུལ་ཕུལ་མཁན་ཡོད་མ་རེད། ཕུལ་མཁན་དེ་ཚང་མ་ལ་སུན་སྙུང་དང། མལ་ཆ་དང། ཆུ་སྐུད་དང། འཚོ་བའི་ཡུལ་སྐྱེལ་ལ་སོགས་པ་དེ་འདྲས་ཕུལ་བ་མ་གཏོགས། དངུལ་རྐྱང་ཕུལ་བའི་ལུགས་སྲོལ་ཡོད་མ་རེད། རིན་པོ་ཆེ་ལ་རིག་པ་དངུལ་ལ་རིག་པ་དེ་ཚོ་བཀག་པ་རེད་པ། བོད་ལ་ཡང་དེ་ཚོའི་ལམ་སྲོལ་དེ་རྒྱུན་རིང་པོ་ཕྱིན་ནས་ཉམས་པ་ཡིན་ཙང། གྲྭ་པ་ཁྱོ་བོ་བླ་བྲང་ཁྱོ་བོ་དངུལ་ཡོད་མཁན་དངུལ་ཡོད་པ་ཙམ་དུ་མ་ཟད་པའི་བུ་ལོན་གཏོང་མཁན་ཚོང་རྒྱག་མཁན་དེ་འདྲ་ཡང་ཁོ་བསྟན་པ་ཉམས་པའི་སྐབས་ལ་ཡང་གནས་ཚུལ་མང་པོ་བྱུང་བསྡད་རེད་བ། དེ་ཡིན་དུས་སྐབས་ལ་རབ་བྱུང་ལས་ཡུལ་གྱི་དཔྱ་ཁྲལ།

ཀོང་པོ་ཞུ་ཅིག་ངས་ནི་ཅིའི་ཤེས་ཀྱི་མེད་ད་ཡོད་ནི་ཡོད་རྒྱུ་རེད་བ། གདན་ས་ཆེན་པོ་འདི་འདྲའི་ནང་ཏན་ཏན་ཡོད་དགོས་ཡག་གི་ཚོད་རེད་བྱས། དེ་མ་ཐུབ་ཁྱོད་ཡོང་གི་ང་ཚོ་སྤྱི་ཚོགས་ཀྱི་ནང་ན་ཁྱིམ་པ་ཚོས་སྔོན་ལ་དགའ་བ་ལས་ཀྱང་རབ་ཏུ་བྱུང་བ་ཚོས་སྔོན་ལ་དགའ་བ་དེ། ཤུགས་ཆེ་བ་མེད་ནས་ཤུགས་ཆུང་བ་མེད་མཁན་གྱི་གསུང་རབ་ཅིག་ཆགས་བསྡད་འདུག་པ་དེ་ཚོ་བསམ་གཞིག་བྱེད་དགོས་ཅི་རེད་པ་ང་ཚོ་གར་བཅད་ནས་གོས་ངོ་མི་གོས་སྐྲ་བྲིས་ནས་རབ་ཏུ་བྱུང་བ་རེད་དེ་དེ་དམིགས་ཡུལ་ག་རེད་གར་བཅད་ནས་ད་ག་གཞན་ད་གཞན་པ་ཞིག་གི་བཙན་དབང་བཏང་ནས་རབ་ཏུ་བྱུང་བ་རེད་པས

ལས་རླུང་ཞབས་དྲུང་སྐུ་ཕྲེང་གཅིག་གིས་རང་རྣམ་གྱི་ནང་ན་ངས་དགེ་སློང་བསྒྲུབས་པ་ཡིན་ཏེ། སྡུམ་པ་ཐོབ་ཨ་ཡོད་ད་བར་མའི་དགེ་བ་ཅན་ཐོབ་ཡོད་རེད་ཟེར། ང་རང་ལ་ངན་སྨྱོན་རྣམ་དག་གིས་ཟིན་མེད་པ་དེ་ང་རེད་ཤེས་ཀྱི་ཡོད་ཟེར། དེ་འདྲ་བྲིས་གནང་ཤག། གཅིག་བྱས་ན་དྲང་པོ་རེད་བསམ་གྱི་ཡོད། དུས་ཀྱི་ཐ་མ་འདི་འདྲའི་སླད་དུས་སྐབས་ཀྱི། གལ་སྲིད་བར་མའི་དགེ་བ་ཙམ་གྱིས་ཡུས་པ་ཡིན་ནས། དེ་གཞིར་བཞག་ནས། འདུལ་ཕྲིན་ཡག་པོ་ཞིག་གསུང་གི་ཡིན་ན། བསྟན་པ་རྫོང་བསྟན་གྱི་སྐབས་ལ། ཕྲིན་བརྒྱ་ལྔ་བཅུ་རྩ་གསུམ་ཡོངས་སུ་རྫོགས་པར་གསུང་བ་ལས། ཚུལ་ལྡན་གཉིས་མེད་སྐབས་ལ་ཡང། བཅས་ཕྲིན་གཅིག་བསྲུང་བ་བསོད་ནམས་ཞེས་གསུངས་པ་ན་བཞིན་བསོད་ནམས་དང་ལྡན་པའི་ཡོང་སྒོ་རེད། ད་ལྟ་ངས་འཕྲུལ་ཆས་མང་པོ་ཅིག་བཀལ། ཐ་གོ་རོ་བ་ཅེས་ཞུ་ཡག་གི་དོན་དག་ག་རེ་རེད་ཟེར་ན། ངས་ད་ལྟ་ཞུ་འདོད་ཡག་དེ། དེང་རབས་ཀྱི་རབ་ཏུ་བྱུང་བ་དེ་ཚོས་རབ་བྱུང་ཡིན་པས།

ཟིན་ལམ་ནང་ལོགས་ལས་ཟིན་ལམ་བཏང་པའི་སྐབས་ལ། དགེ་སློང་ཡིན་པའི་འདུ་ཤེས་དེས། ནང་བའི་བླ་ན་མི་འདུག་ཟེར་ནས་བཀའ་གནང་གི་འདུག་བ། ད་ང་རང་ཚོའི་གདན་ས་ཆེན་པོ་འདི་འདྲའི་ནང་ཡོད་པའི་རབ་བྱུང་བ་ཆེ་དེས། རྒྱུན་ལྡན་སྒོ་སྲུང་གི་སྤྱོད་པ་ལ་འཇུག་པའི་སྐབས་ལ་ཡང། རང་ཉིད་ཕྱི་ནས་ཕྱི་མེད་པ་རབ་ཏུ་བྱུང་བ་ཡིན་པ་དང། དགེ་སློང་ཡིན་པའི་འདུ་ཤེས་དེ། ག་གཱ་ཚིགས་སུ་ཡོད་རེད་གི་ག་གཱ་ཚིགས་སུ་ཡོད་མ་རེད། དེ་གཅིག་གཟིགས་པ་ཡིན་ན། ཨན་ཏི། མེ་ཚིལ་བཅུ་བ་ལ་ཡང་ཁྱད་པར་ཆེན་པོ་གཅིག་འགྲོ་གི་རེད་བསམ་གྱི་ཡོད། སྤྱི་ཚོགས་ནང་ནས་རབ་ཏུ་བྱུང་བ་ཡང་ཆེ་མཐོང་དང་གུས་ཞབས་མི་འདུག་ཟེར་གི་བསམ་ཚུལ་ཅིག་ཡོང་གི་རེད། ད་དེ་སྤྱི་དང་སྤྱི་ཚོགས་ཀྱི་གོམས་གཤིས་ཅིག་ལས་བསྟན་པ་ཅིག་རེད། ཐའི་ལེན་ལྟ་བུར་ཆ་མཚོན་པ་ཡིན་ན། ད་ལྟ་བར་ནང་པའི་སྤྱི་ཚོགས་རང་གཅིག་བསྡད་པ་རེད། ཆོས་ལུགས་གཞན་པ་གི་རྗེས་འཇུག་ཧ་ཅང་ཉུང་ཉུང་རེད། དེ་ཡིན་ཙང་སྤྱི་ཚོགས་ཡོངས་རྫོགས་དེ་ནང་པའི་སྤྱི་ཚོགས་ཀྱི་གོམས་གཤིས་རྒྱུན་མ་ཆད་པ་ཡོད་ཡིན་ཙང། གྲྭ་ཆས་ཆོས་ངན་གྱིས་འཐོངས་པ་ཡིན་ན་ཕྱིན་པ་དེ་ཚོའི་ལམ་སང་ལམ་ཁར་གཡུལ་ཤག་དང་ཕྱག་འཚལ་ཤག་དང་འཐབ་མོ་རྒྱབ་ཤག་དང་གུས་ཞབས་ཞུ་ཤག་མ་གཏོགས། དེ་ལ་ཡང་གྲྭ་པ་རྒན་པ་རེད་འདུག་གས་གཞོན་པ་རེད་འདུག་གས་མཁས་པ་རེད་འདུག་གས་མི་མཁས་པ་རེད་འདུག་གས་ནམ་ཡང་ལྟ་གི་མ་རེད། རྟགས་ཙམ་འཛིན་པའི་རབ་བྱུང་ཅི། རྒྱལ་བ་དྭངས་ལམ་བཟང་གུས་ཞབས་ཆེན་པོ། ཞུ་ཡག་གི། སྲོལ་བཟང་པོ་དེ་ཡོད་རེད། དེ་ལས་གཞན་པའི་ནང་པའི་སྤྱི་ཚོགས་ནང་ལྷག་པར་དུ། ཐི་བ་ཆེན་པོའི། ཆོས་བརྒྱུད་ཡུལ་ས་གི་སྤྱི་ཚོགས་སུ་ནང་ན། དེའི་ནང་ནས། བོད་དང་སོག་པོ་དེ་ཚོ་ནང་ན་ཡ། རབ་བྱུང་དང་ཁྱིམ་པ་བོད་མཉམ་སྲིད་རེད་པ།

སྤྱི་བཏང་ད་བུད་ཆུ་ལྡན་རྒྱལ་ཁབ་ཡིན་གཟིགས་གི་བ་རེད་དེ། ག་དུས་ར་ཕྱི་ནས་དར་ཡིན་ན། ད་ལན་ལྟ་བུ་ཡིན་ན། རབ་བྱུང་ཚོས། རྒྱལ་པོ་ལས་འཆམ་འབུད་ཞུ་གི་མ་རེད། རྒྱལ་པོ་ཕལ་བའི་སྐབས་ལ་ཡ་སྐུ་ཤང་ཡ་གནང་གི་མ་རེད། རྒྱལ་ལོ་ཡ་བཏང་གི་མ་རེད། རྒྱལ་ལོ་བཏང་པའི་སྐབས་ལ་ཡ་རབ་བྱུང་དེ་ཚོ་སྐུ་ཤང་གནང་གི་མ་རེད། རྒྱལ་པོ་དགོན་པ་ནང་ནས་ཕེབས་པའི་སྐབས་དེ་ཡང། རྒྱལ་པོའི་རྟགས་སྔགས་དེ་ཆ་ཚང་དགོན་པའི་ཕྱི་ལོགས་ལ་བཞག་འོང་རེད་དགོན་པའི་ཕྱི་ལོགས་དེ་ལ། རྒྱལ་པོ་ཕེབས་སར་དགོན་པ་ཚང་མའི་ནང་ལ་ཡ་ཡི་དགོན་པའི་ཕྱི་ལོགས་དེ་ལ་ཡ། རྒྱལ་པོའི་རྟགས་བཞག་ས་གི། སྡིངས་ཆ་ཞིག་བཟོས་ཡོད་རེད། སྡིངས་ཆ་དེའི་གང་ལ་ཡ། གུར་ཁང་ར་བྱས་རེད་དེ་ནང་ལོགས་ལ། གདུགས་དང། ཅོད་པན་དང། ང་ཡབ་དང། རལ་གྲི་དང། རིན་པོ་ཆེའི་ཕྱེ་ལྷམ། དུས་སུ་གང་གཱའི་ཕྱི་ལོགས་ལ་བཞག་ནས། ཨེ་ནང་ལོགས་ལ་ཕེབས་ཀྱི་རེད། རབ་བྱུང་བ་སུ་གང་གིས་རྒྱལ་པོ་ལ་སྲོག་བྱེད་ཀྱི་མ་རེད། དེ་འདྲའི་གི་སྲོལ་བཟང་པོ་དེ་ང་ཚོ་བོད་ལ་སྔན་མ་ནས་དར་མི་འདུག་ཨ།

དགེ་སློང་དང་དགེ་ཚུལ་གཅིག་ཡིན་པའི་འདུ་ཤེས་དེ་རྒྱུན་དུ་མ་འབྲལ་བར་བརྗོད་པ་ཡིན་ན། དེའི་དབང་གིས་སྤྱི་ཚོགས་ནང་ལ་ཆེ་མཐོང་ཡང་རང་བཞིན་གྱིས་ལྟ་བུ་རེད་བསམ་གྱི་ཡོད།